ཉེས་པ་ལྔ་བོ་གོང་རིང་དུ་མ་བསྡད་པ་ལ་གོ་རེ་བ། ཉེས་པ་ལྔ་ག་ཚང་མ་ཚང་གི་ཡོད་མ་རེད་ཉེས་པ་ལྔ་ཡི་ནང་ནས་རེ་རེ་གཉིས་རེ་ཡོད་ཆོག་གི་ཡོད་རེ་བ། སྤྲུལ་སྐུ་ལ་ཡང། ད་སྤྲུལ་སྐུ་དེ་ལ་དབྱེ་ན་ང་ཚོ་རྡོ་རྗེ་ལ་བཟོ་བོ་སྤྲུལ་སྐུ་གཤེ་བ་སྤྲུལ་སྐུ་མཆོག་གི་སྤྲུལ་སྐུ་ཟིན་གསུམ་བཞག་གི་ཡོད་རེ་བ། དེ་བྱས། བྱས་ཙང་ཁེ་སང་ང་ཚོ་ལྷུང་ཚིག་གི་ནང་ལོགས་ལ་བཤད་པ་ནང་བཞིན་གྱི་སྤྲུལ་སྐུ་ཟེར་ཉེས་དེ།

དེ་བྱས་དེ་ནས་གཤེ་བ་ཁྲག་གི་སེང་ངེ་དེ་ལ་སངས་རྒྱས་བཅོམ་ལྡན་འདས་རྟག་གདུལ་བྱ་འདི་ཡག་གི་ཆེད་དུ་ཕྱིར་དུ་ཟམ་པ་ལ་སོགས་པར་སྤྲོད་ཀྱི་ཡོད་རེད་མ་ཚད་པའི་རྟག་རི་དག་ཏུ་སེང་ཆེན་ག་འདྲི་ཅི་ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་གདུལ་བྱ་ལ་ཕན་གི་ཡོད་ན་དྲི་བའི་རྣམ་པ་བསྟན་གི་ཡོད་རེད་བ་བྱས་ཙ་རི་དག་རི་རིར་དྲི་བའི་དེ་བྱས་པའི་དྲི་བ་དེ་གཤེ་བ་ཁྲག་གི་ལ་བ་བྱ་བ།

ཨོ་ཡ། དེ་འདྲ་བའི་སངས་རྒྱས་ཀྱི་སྤྲུལ་པའི་སྐུ་འདི་ན་སྤྲུལ་པའི་སྐུ་འདི་ན། འགྲོ་བ་སེམས་ཅན་རྣམས་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་རྣམ་པར་གྲོལ་བའི་ཐག་ཆེན་པོ། མཐའ་སྙིང་རྗེ་ཆེན་པོ་དུ་ལྡན་པ་འོ་དེ་འདྲས་ཅིག་ཆགས་ཀྱི་ཡོད་རེད་ཡང་ན་ཐག་མཁན་པོ་ཆེན་པོ་དུ་ལྡན་པ་ཅིག་ཆགས་ཀྱི་ཡོད་རེད། ད་སྤྲུལ་སྐུ་དེར་སྟེ་ཕྱི་གཉིས་སྟོང་རྗེས་ཀྱི་ནང་ལོགས་ལ་ག་འདྲི་ཟེར་ཟེར་ན་གང་གིས་བསུ་བ་བྱེད་བསོད་པ་འགྲོ་ལ་ཕན་པ་སྣ་ཚོགས་དག་མཉམ་དུ་མཛད་པའི་སྐུ་དེ་ན་ཐུ་བའི་སྤྲུལ་སྐུ་རྗེ་མོ་ཆེ་ཟེར། གང་ཟག་གང་གིས་བསུ་བ་མཁོ་བ་ཇི་སྲིད་གནས་པ་དེ་སྲིད་དུ་འགྲོ་བ་སེམས་ཅན་ལ་ཕན་པ་སྣ་ཚོགས་པ། དཔེར་ན་དཔེ་འོང་མཁན་དང་ཨ་ནེ་རི་དྭགས་དང། ལྟ་མདོ་འདི་ན་འདི་བཞིན་ཁོང་དུ་མི་ཕབ་དང་མཐུན་པའི། དྲི་བའི་སྐད་རྣམ་པ་སྣ་ཚོགས་ཀྱིས་བཏེག་གི་ཡོད་རེད་བ། འོ་འདི་བཞིན་ཁོང་དུ་མི་ཕབ་དང་མཉམ་པའོ་ཐིག་ཐིག་ཅིག་མཛད་ཀྱི་ཡོད་རེད་བ། དེ་མ་གཏོགས་ང་ཚོས། ད་ལོག་གི་འདྲ་བོ་བྱས་ན་ང་ཚོ་མཇལ་ཐུབ་ཀྱི་ཡོད་མ་རེད་བ། ལོག་གི་ཁོ་རང་གིས་བཤད་མ་རེད་དེ་ང་ཚོ་འདི་ཅག་འགྲོ་བ་གསལ་སྣང་མིན་པའི་དབང་གིས་ལོག་གི་གཉིས་སུ་མཇལ་ཐུབ་ཀྱི་ཡོད་མ་རེད། ད་ང་ཚོ་གཉིས་སུ་མཇལ་ཐུབ་ཡ་དེ་ད་ལྟ་ང་ཚོ་ལ་ཕྱི་དེ་སྔའི་དགེ་བའི་བཤེས་གཉེན་དེ་ཚོ་རེད་བ། ཨོ་དེ་ཚོ་ད་བཀྲིག་དགེ་གི་ནང་པ་ད་ཆུག་ཡོད་རེད་བ། ག་རེ་རེད་ཟེར་ན། སངས་རྒྱས་གྲངས་ལས་འདས་པ་ཅིག་ཕེབས་ཡོད་རེད་དེ་འགྲོ་བ་སྲིན་བྱས་ཀྱི་ཆེད་དུ་དེ་བཤད་ཀྱི་ཡིན་ཟེར་ནས་མཐུས་བཤད་དམ་བཅའ། ཨ་ནི་རྒྱལ་སྲས་ཀྱི་ཞལ་བ་ལ་ལ་དང་ངན་པ་རྫོགས་པའི་སངས་རྒྱས་གསུངས་པ་རེད་བ། སངས་རྒྱས་ཛཱ་ཏི་ཀ་སི་ལ་ང་ཚོ་འགྲོ་བ་སྲིན་བྱས་རྣམས་ལ་སྣང་མེད་དུ་བཞག་གི་མ་རེད་བ། ད།